སྟོན་པ་བླ་མས་སངས་རྒྱས་རིན་པོ་ཆེ་སྐྱོབ་པ་བླ་མས་དམ་ཆོས་རིན་པོ་ཆེ་དྲན་པ་བླ་མས་དགེ་ལྡན་རིན་པོ་ཆེ་སྐྱབས་ནས་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། འོ་ལགས་སོ། ཚང་མ་ལ་བཀྲ་ཤིས་བདེ་ལེགས་ད་དེ་རིང་ངས་བརྙན་ཐུང་དེའི་ནང་དུ་དེ་ནས་ང་རང་ཚོ་ད་ཞོགས་པའི་སྔ་པོ་ལངས་ནས་དེ་ནས་ད་སོ་དང་དུང་པ་ཁྲུས་བྱས་དེ་ནས་ཡོན་ཆབ་ཕུལ་གྱི་ཡོད་རེད་བ། མཆོད་པ་ཕུལ་གྱི་འོར་བ་ད་ཡོན་ཆབ་ཕུལ་བའི་སྐོར་ལ་དེ་ནས་བརྙན་ཐུང་དེ་བཟོས་པ་ཡིན། ད་དེ་ཡང་ད་ཡོན་ཆབ་ཕུལ་བའི་སྐོར་ལ་དེ་ནས་དེ་དང་འབྲེལ་ནས་དེ་ནས་དྲི་བ་གལ་ཆེན་པོ་ཁ་ཤས་ཤིག་སླེབས་ཀྱི་ཡོད་རེད། ད་དྲི་བ་དང་པོ་དེ་ག་རེ་རེད་ཟེར་ན་ཨ་ནི་ཡོན་ཆབ་ཕུལ་ས་ཀྱི་སྟེང་ཨ་ནི་ག་ཚོད་སྐོར་རེད་ཟེར་བ།

གཟུང་བ་རིང་པོ་ཅིག་ཡོད་རེད་བ། ད་དེ་གི་དེ་གི་ཕན་ཡོད་ག་རེ་ཡོད་ཟེར་ན། ཆོས་པ་གནའ་དེང་ཕུད་ཀྱི་ཡོད་རེད་དེ་ཡིན་ན་ཆོས་པ་ཐེངས་ཤིག་ཕུད་ཀྱི་ཡོད་རེད་དེ་ཡིན་ན་ཡང་ཆོས་པ་ཕུལ་བ་དེ་དེ་ནི་ག་རེ་ས་མང་ནས་མང་དུ་འཕེལ་འགྲོ་བ་འོ་དེ་འདྲ་གི་དེ་ནི་ནུས་པ་ཡོད་པའི་ཨ་ནི་གཟུང་བ་ཅིག་འདུག་དེ་ག་རེ་ཟེར་ན། ན་མོ་རེ་ད་ཀྲ་ཡ་ཡ།

ད་ད་གི་ཨོ་མ་ཨ་ཧུ་ཨོ་མ་ཨ་ཧུ་བྱོས་གིན་བྱོས་གིན་དེ་ནས་མཆོད་པ་ཕུལ་གོ་གི་ཡོད་རོ་བ། ད་དེ་དུས་ག་རེ་རེད་ཟེར་ན་དེ་ནས། སྟོན་པ་སངས་རྒྱས་བཅོམ་ལྡན་འདས་ད། སངས་རྒྱས་གྲངས་ལས་འདས་པ། སངས་རྒྱས་གྲངས་མེད་སངས་རྒྱས་དཔག་ཏུ་མེད་པ་ཡོད་རོ་ཁོང་རྣམ་པ་གང་གཱ་ཨ་ནི། ད་མཆོད་པ་དེ་དང། ངོ་དབྱེར་མེད་ཆགས་པའམ། དེ་ནས་གང་ལྟར། ཨ་ནི་ཨོ་མ་ཨ་ཧུང་ཟེར་ནས་ཚིག་གསུམ་དང་ཨོམ་ཨ་ཧུང་ཟེར་ནས་ཧུང་ཟེར་བ་དེ་གི་དེ་ནས་ད་མཆོད་པ་ཕུལ་བའི་གི་དེ་ནས་ཆབ་དེ་གི་དེ་ནས་མི་གཙང་བའི་རིགས་གང་གང་དེ་ནས་མེ་སྦར་ཆགས་པ་རོ་བ། ཨ་ཧ་ཟེར་བ་དེ་གི་ཨ་ནི་དེ་འདྲའི་གི་དེ་ནས་མཆོད་པའི་གི་དེ་ནས་ཆབ་དེ་གཙང་ཨ་ནི་གཙང་མ་གི་ངོ་བོར་གྱུར་ནས་གཙང་མ་ཆགས་ནས་བདུད་རྩི་གི་ངོ་བོར་གྱུར་འགྲོ་བ་རོ་བ། དེ་ནས། ཨོམ་ཟེར་དུས་ཚང་ནི་ད་དེ་འདྲས་ཀྱི་དེ་ནི་དུས་ཚོད་དེའང་སྤྱི་དང་ཆོས་པ་དུས་ནི་ཡོད་རེད་དེ་ཡིན་ན་ཡང་མང་ནི་མང་འདུག་དེ་ནི་ཕལ་འགྲོ་བ་གི་འོ་དེ་འདྲས་ཀྱི་ཨ་ནི་ད་དེ་འདྲས་ཕལ་འགྲོ་སོང་ཟེར་ནས་དེ་འདྲས་ཀྱི་བསམ་བློ་འཁོར་རེད་ཟེར་བ། གཞན་དག་ག་རེད་ཟེར་ན་དཔེར་ན། དཔེར་ན་ང་ཚོ་ཁ་ལག་ཁ་ཤས་ཡོང་གི་འདུག་དཔེར་ན་སྣུམ་ཟིང་མང་པོ་རེད་བ། ཞག་ཟིང་མང་པོ་དེ་འདྲས་ཡོང་གི་འདུག་ད་དེ་འདྲས་ཀྱི་ཁ་ལག་དེ་ང་ཚོ་མི་ཁ་ཤས་ལ་རྩ་བ་ངེས་ནས་གནང་བ་འགྲོ་གི་མ་རེད་བ། རོ་བ། ཞག་རྩི་མང་པོ་ཞོ་འདོད་ཟེར་ནས་ཟ་མ་ཐུབ་ཡ་དང་དེ་ནས་ཞེན་ལོག་གྱ་ཡ་དང་རོ་བ། ཡིན་ནའི་མི་ཁ་ཤས་ལ་ཁ་ལ་དཔལ་ཞིམ་པོ་ཚོར་བ། ཡིད་དུ་འོང་བ་ཚོར་བ་ཞིམ་པོ་ཚོར་བ་རོ་བ། དེ་ནས། ག་ཚོད་ཟ་ནའི་ཟ་ཐུབ་པ་འོ་དེ་འདྲས་ཅིག་ཡོང་གི་འདུག་ད་དེ་གང་ལྟར་དངོས་པོ་ལྕགས་ལ་དངོས་པོ་ཟས་གཅིག་དེ་ག་རང་རེད་དེ་ཡིན་ན་ཡང་མི་ཁ་ག་ཁ་ག་ལ་དེ་ནས་ཚོར་བ་ཁ་ག་ཁ་ག་ཡོང་གི་འདུག་དེ་ག་ནང་བཞིན་གྱི་ང་ང་རང་ཚོ་གི་དང་ཞོགས་པའི་སྔ་པོ་ལ་ནི་ཡོང་ཆ་ཕུལ་ཡོང་དུས་བསམ་པ་ཡིན་རྒྱུ་དང་ང་ང་རང་ཚོ་ལྟ་བུ་སོ་སྐད་ཨ་ནི་སོ་སོ་སྐད་བོ་མི་ཐ་མལ་པའི་གི་ངོ་ལ་ཨ་ནི་ག་རེད་ཟེར་ན་དེ་དེ་ཆུ་རྐྱང་པ་ཞིག་རེད་དེ་ཡོད་རེད་བ་མ་རེད་ཆུ་ཆུ་རྐྱང་རེད་དེ་ཡོད་རེད་བ་ཡིན་ན་ཡང་སངས་རྒྱས་བྱང་ཆུབ་སེམས་དཔའ་ཁོང་རྣམ་པའི་གི་དེ་ནས་གཟིགས་ངོ་ལ།

དག་ཉོན་མོངས་འདོད་ཆགས་ཞེ་སྡང་གཏི་མུག། ཁྲག་འཐུང་སེར་སྣ་ནག་ཡབ་དེ་ཚོ་གང་གཱ་དེ་ནས་ཨ་ནི་ཨ། ཐམས་ཅད་དེ་ནས་མེ་འབར་ཆགས་འགྲོ་བའི་དེ་ནས་ཨ་རྒྱུ་བསགས་པ་དང་ཕན་ཡོན་དེ་འདྲས་ཅིག་ཡོད་རེད་ཟེར་ནས་གསུངས་ན། ད་དྲི་བ་གལ་ཆེ་ཤོས་གཅིག་དེ་ད་ཐ་མ་ལ་འདུག་རེད་བ།

སྣང་གསལ། དྲི་ཆབ། ཞལ་ཟས། འོ་དེ་ལ་མཆོད་པ་སྣ་བདུན་ཟེར་གྱི། འོ་དེའི་མཚོན་བྱེད་དུ་ཡིན་པ་རེད་རེད་བ། མཆོད་པ་བདུན་ཕུལ་བ་དེ། དེ་ནས་ལྷག་པར་དུ་དེ་ནས་ཡོངས་གྲགས་ལ་ག་རེ་སྐད་ཆ་ཅིག་ག་རེ་བཤད་ཡོད་རེད་ཟེར་ན། དཔེར་ན་ང་རང་བདག་ཅག་གི་སྟོན་པ་རེད་བ། ཨ་ནི། ཨ། ད་རྣམ་འདྲེན་བྱེད་པ་དེ་ནི་བདག་ཅག་གི་སྟོན་པ། སྟོན་པ་ཤཱཀྱ་ཐུབ་པ། ཁོང་སྐུ་འཁྲུངས་མ་ཐག་དེ་ནས་གོམ་པ་དུས། ཨ་ནི། གོམ་པ་དུས་དཔོག་གནང་བར་བ། གོམ་པ་དུས་དཔོག་གནང་དུས་བརྩམས་པ་ད་མེ་ཏོག་པད་མ་དུས། ཨ་ནི། དེ་ནི། རང་བཞིན་གྱིས་དེ་ནི་སྐྱེ་བ་རེད་ཟེར་གྱི་ཡོད་རེད་བ། ད་གང་ལྟར་དེའི་མཚོན་བྱེད་ལ་ཡང་དེ་གི་རྟེན་འབྲེལ་མཚོན་བྱེད་ལ་དེ་ནི་ཡོན་ཆབ་ཏིང་དུས་དུས་ཨ་ནི་བོད་དེ་རྒྱུ་མཚན་ཅིག་དེ་རེད་ཟེར་ན་ཡང་ཡོངས་གྲགས་ལ་ང་ཚོ་བཤད་ཀྱི་ཡོད་རེད། འོ་ལགས་སོ་ད་དེ་ནི་དེ་གི་དེ་ནི། ཡོན་ཆ་འབུལ་བའི་སྐོར་ལ་དེ་ནས་དྲི་བ་དྲིས་ལན་གྱི་ཚུལ་དུ་དེ་ནས་དེ་ནས་བཤད་ཚར་བ་ཡིན། ཁྱེད་རྣམ་པ་ལ་ཞུས་ཚར་བ་ཡིན། འོ་ལགས་སོ་དེ་ནས་བརྙན་ཐུང་འདི་བཙལ་ན་མཐའ་མ་འབར་དུ་གཟིགས་པ་ལ་དེ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་འོ་ལགས་སོ་བཀའ་དྲིན་ཆེ།